དང་ལམ་ཉེ་ཆར་ས་གནས་དབུས་གཙང་དམ་པ་ཆོས་མཆོག་གི་གོ་སྒྲིག་འོག་དུས་གཏན་ཆོས་ལུགས་དགོན་པ་བསང་གསོལ་གྱི་ལམ་ནས་དགོས་དོན་སྲུང་བརྩི་ཞུས་པའི་སྐབས་དགོན་པའི་དབྱིན་ཡོལ་དུ་བ་ག་དང་རླུང་རྟ་མང་པོ་ཞིག་གཅིག་བཏགས་གནང་འདུག་བ་འདི་སོང་ཙང་སྐབས་དེ་དུས་ངས་ཞུ་རྒྱུ་བྱུང་རླུང་རྟའི་སྐོར་ངོ་སྤྲོད་ཅིག་རྗེས་མར་དུ་ལོགས་སུ་ཞུ་གི་ཡིན། ཟེར་འདུག་ཅིག་ཞུ་རྒྱུ་བྱུང་དྲ་རྒྱའི་ཐོག་ལ་དེ་ཞུ་བ་གཞི་བཟུང་བྱས་རྗེས་ད་རེས

དེ་སོང་ཙང་ཀློང་རྡལ་སྟེང་གི་དགའ་ཟླ་སྲོག་ཆགས་རྣམས་ཀྱི་མཚོན་དོན་འགར་འགར་རེ་ཞུས་པ་ཡིན་ན། དབུས་ཀྱི་རྟ་མཆོག་ཅང་ཤེས་ཀྱི་རི་མོ་བཀོད་པ་དེ་གཟུགས་བརྙན་གྱི་བཀོད་བཏུ་བ། དེའི་གི་བྱ་བ་ཐམས་ཅད་གྲུབ་པའི་བརྩོན་འགྲུས་དུ་མཚོན་དགོས་པ་རེད། དེ་ནས་ཟུར་བཞི་ལ་རྟགས་གསལ་ཁྱུང་ཕྲུག་བཞིའི་རི་མོ་གཟུགས་བརྙན་དུ་བཀོད་བཏུ་བ་ཚད་མ། དེའི་གི་ད་སེང་གེའི་གཟུགས་བརྙན་བཀོད་པ་དེ་སྙིང་སྟོབས་དུ་མཚོན་ཡ་དང། འབྲུག་གི་རི་མོ་བཀོད་པ་དེ་དྲང་པོ་སྨྲ་བའི་ཚིག་རྩོམ་པ་དུ་མཚོན་ཡག་དག་ནང་བཞིན་སྟག་གི་གཟུགས་བརྙན་བཀོད་པ་དེ་བློ་རྒྱ་ཆེ་བ་དུ་མཚོན་ཡག་དང་རྒྱ་གཞུང་གི་ཨ་ནེའི་གཟུགས་བརྙན་བཀོད་པ་དེ་བྱ་བ་ཐམས་ཅད་གྲུབ་པའི་སྟོབས་དང་ནུས་པ་བཅས་དུ་མཚོན་ཡག་དག་གང་ལྟར། ལུང་བསྟན་དབུས་བསྟན་ལ་རྟ་མཆོག་ཅང་ཤེས་ཀྱི་རི་མོ་དང། ཟུར་བཞི་ལ་སྟག་སེར་ཁྱུང་འབྲུག་བཞིའི་རི་མོ་བཅས་བྱ་གང་དག་སྲོག་ཆགས་ལྔའི་གཟུགས་བརྙན་བཀོད་པ་སྟེ་བྱ་བ་གང་དང་གང་བསྒྲུབ་པ་ལ་ཐོག་མར་ང་རང་ཚོས་གང་དག་བརྩོན་འགྲུས་བརྩམ་ཡག་ལ་འབད་དགོས་པ་དང། ད་ནི་བརྩོན་འགྲུས་བརྩམས་པ་ཙམ་གྱིས་མི་ཆོག་པ། གང་དག་བར་དུ་སྙིང་སྟོབས་དང་དྲང་པོ་སྨྲ་བའི་ཚིག་མཚུངས་པ་དགོས་ཡ་དག་ནང་བཞིན་བློ་རྒྱ་ཆེ་བ་དགོས་ཡ། ནི་སྟོབས་དང་ནུས་པ་བཅས་ཆ་ཚང་འཛོམས་དགོས་ཡ་དང་ཚོགས་དགོས་ཡ་གང་དག་བྱ་བ་ང་རང་ཚོའི་སྐྱེས་བུའི་བྱ་བ་འགའ་རེ་བསྒྲུབ་པས་ན་གང་དག་ཐོག་མར་བརྩོན་འགྲུས་ལ་འབད་དགོས་པ་དང་དེ་ཙམ་གྱིས་མི་ཆོག་པར་བར་དུ་སྙིང་སྟོབས་དང་དྲང་པོ་མོའི་ཚིག་བཙུན་པ་དང་བློ་རྒྱ་ཆེ་བ་དག་སྟོབས་དང་ནུས་པ་བཅས་ཆ་ཚང་ཚོགས་དགོས་ཡའམ་འཛོམས་དགོས་ཡ་དུ་མཚོན་དགོས། དེ་ནས་མཚོན་དོན་གཞན་གཅིག་ལ། གང་དག་དབུས་སུ་མཚོན་དོན་འགྲེལ་བཤད་རྒྱག་སྟངས་དེར་ཡང་འགྲེལ་བཤད་མི་འདྲ་བ་མང་པོ་ཅིག་ཡོང་གི་འདུག་བ། འགྲེལ་བཤད་རྒྱག་སྟངས་གཞན་པ་གཅིག་ལ། དབུས་སུ་རྟ་མཆོག་ཅང་ཤེས་ཀྱི་གཟུགས་བརྙན་བཀོད་པ་འདི། ཉེས་པ་ནས་ལེགས་པར་བཀྲོལ་བ་དང།

ཚོན་སྣ་ལྔ་རབ་ཅིག་བྲིས་བྱས་ཡུངས་ཀྱི་དུ་བ། ཚོན་སྣ་ལྔ་འདི་ཡང་མཚོན་དོན་འགའ་རེར་ཞུགས་པ་ཡིན་ན། ཚོན་མདོག་དཀར་པོ་འདི་གང་དག་ཞི་བའི་ལས་གྲུབ་པའི་རྟེན་འབྲེལ་ཚོན་ཡག་དང། སེར་པོ་འདི་རྒྱས་པའི་ལས་གྲུབ་པའི་རྟེན་འབྲེལ་ཚོན་ཡག་དམར་པོ་འདི་དབང་གི་དགའ་ས་དབང་གི་ལས་གྲུབ་པའི་རྟེན་འབྲེལ་ཚོན་ཡག་སྔོན་པོའམ་ལྗང་གུ་འདི་གཉིས་ཀྱི་གང་དག་དྲག་པའི་ལས་གྲུབ་པའི་རྟེན་འབྲེལ་ཚོན་ཡག་ཚོན་སྣ་ལྔ་འདི་གང་དག་ཞི་རྒྱ་དབང་དྲག་གི་ལས་ཞི། དུ། གྲུབ་པའི་རྟེན་འབྲེལ་མཚོན་བྱེད་དུ་སྦྱར་ཚུལ་གཅིག་དུ། གང་དག་སྔོན་པོ་དང་ལྗང་གུ་གཉིས་དྲག་པོའི་ལས་ལ་སྦྱར་བྱས་དྲག་པོའི་ལས་གྲུབ་པའི་རྟེན་འབྲེལ་མཚོན་བྱེད་ལ་སྦྱར་བྱས་མཚོན་ན་སྔ་དེའི་ཞི་རྒྱས་དབང་དྲག་གི་ལས་གྲུབ་པའི་རྟེན་འབྲེལ་མཚོན་ཡང་ལ་སྦྱར་སྟངས་གཅིག་དང། ཡང་ན་ཡང་ཕྱི་རོལ་རང་བྱུང་ཁམས་ཀྱི་རྣམ་པ་ལྔ་མཚོན་ཡང་ལ་སྦྱར་ཚུལ་གཅིག་དུ་ཟུས་དགོས་རེད། ད་ཚོས་གཞི་སྔོན་པོ་སྟེ་ནམ་པའི་ནམ་མཁའི་ཁམས་མཚོན་ཡང་དང་ཚོས་གཞི་དཀར་པོ་སྟེ་སྤྲིན་ནམ་རླུང་དུ་མཚོན་ཡང་དང་དམར་པོ་སྟེ་མེ་མཚོན་ཡང་དང་ལྗང་གུ་སྟེ་ཆུ་མཚོན་ཡང་དང།

རླུང་རྟ་འདི་ཁ་དོག་ནི་ཚོས་གཞི་སྟེ། གང་ཟག་སོ་སོས་རླུང་རྟ་འདོགས་མཁན་སོ་སོ་སོའི་འཇུ་བོན་ཁམས་དང་བསྟུན་རྗེས་བཟོས་ན་དུས་ཚོད་རིང་པོ་མ་རེད། ག་རེ་ཞུ་བ་ཡིན་ན་གང་ཟག་དེ་རླུང་རྟ་འདོགས་མཁན་གྱི་གང་ཟག་དེའི་རླུང་རྟའི་ལྷ་ཞིག་ཡོད་པ་དེའི་དབང་ཁམས་ཀྱི་ཁ་དོག་དང་བསྟུན་རྗེས་བཟོས་པ་རེད། དུས་སུ་ལྷུང་སྟངས་ཀྱིས་གང་ཟག་དུས་བཟོས་པ་ཡིན་ན་རླུང་རྟ་ཡར་སྐྱེལ་ཡག་ལ་ཕན་ནུས་ཆེ་བ་ཡོད་རེད། ད་ནི་རླུང་རྟ་རང་འདོགས་མཁན་གང་ཟག་དེའི་རླུང་ལྷའི་དགོངས་ཟླའི་ལྷའི་དབང་ཁམས་དང་བསྟུན་ནས་བཟོས་པ་ཡིན་ན་བདག་ག་འདྲས་ག་འདྲས་བཟོ་གི་རེད་ཟེར་ན་བདག་གང་དག་ལོ་བདག་རྟགས་དང་རྟ་དང་ཁྱི་གསུམ་དེ་གསུམ་ལོ་བས་གང་དག་རླུང་ལྷ་ག་རེད་ཟེར་ན་ལྕགས་སྤྲེལ་བྱ་དེ་རེད་དེ་ཡིན་དུས་རླུང་ལྡན་བ་ལྡན་གྱི་ཚོས་གཞི་དེ་གང་དག་སྐབས་བཟོ་གི་རེད་ཟེར་དེ་ནས་ལོ་བདག་ཕག་དང་ལུག་དང་ཡོས་དེ་གསུམ་ལོ་བ་ཡིན་ན་གང་དག་རླུང་ལྷ་དེ་མལ་སྦྲུལ་བྱ་དེ་རེད་དེ་ཡིན་དུས་བ་ལྡན་གྱི་ཚོས་གཞི་དེ་གང་དག་དམར་པོ་བཟོ་གི་རེད་ཟེར་དེ་ནས་ལོ་བདག་ནི་བྱ་དང་གླང་དང་སྦྲུལ་གསུམ་པོ།

སེམས་ཅན་སུའི་ནི་ལུས་སྟེང་དུ་གང་དག་འགྲོ་བ་མིས་མཚོན་པའི་སྲོག་ཆགས་སུའི་ལུས་ལ་ཕོག་པ་ཡིན་ན་གང་དག་སྐྱེ་ངན་བར་ཆད་ཞི་ཡག་དང་མི་མཐུན་པའི་ཕྱོགས་ངན་པ་ཐམས་ཅད་ནི་འཇོམས་ཡག་དང་ཚེ་དང་བསོད་ནམས་རླུང་དང་སྙན་གྲགས་སོགས་གང་དག་མཐུན་པའི་རྐྱེན་ཐམས་ཅད་ཕྱོགས་ཐམས་ཅད་གོང་ནས་གོང་དུ་གང་དག་རྒྱལ་ཡག་ལ་སོགས་པ་དུད་འགྲོའི་གིས་གང་དག་ཕན་ནུས་ཆེན་པོ་ཡོད་རེ་འདི་སོང་ཙང་ང་རང་ཚོའི་རླུང་རྟ་བཏགས་པའི་སྐབས་ལ་གཙོ་བོ་གལ་ཆེ་ཤོས་འདི་རླུང་རྟའི་ནང་ལོགས་ལ་མཚོན་དོན་དེ་གར་དགའ་རེད་སྲོག་ཆགས་འདི་དག་མཚོན་དོན་གར་དགའ་རེད་འདུག་ཨ་ནི་རླུང་རྟ། གཟུགས་སྡེའི་བསམ་པ་སོ་སོའི་ཁམས་དང་བསྟུན་ནས་བཟོད་དགོས་འདུག་རླུང་ལྷའི་དབང་ཁམས་དང་བསྟུན་ནས་བཟོད་དགོས་འདུག་ག་འདྲ་ག་རེ་བཟོད་དགོས་འདུག་འདུག་སོས་ང་རང་ཚོས་ཤེས་ཡ་དེ་གལ་ཆེན་པོ་རེད་འདི་སོང་ཙང་ངས་དོ་སྣང་བྱས་པའི་ཁྲོད་ལ་དེ་རིང་སོ་སོས་གང་ཤེས་པ་དེ་གསར་མ་རྣམ་དག་སྒོ་ནས་རྣམ་པ་ཚོ་ལ་དུ་ཞུས་པ་ཡིན་འདི་རྣམ་པ་ཚོའི་ཐུགས་ལ་འཇགས་རོགས་གནང་ཞུ་ཡ་ཡིན།